ཁོང་ཚོ་ལ་ཨ་ཙི་དངོས་གནས་དྲང་གནས་ཀྱི་ངས་ནི་ཁྱེད་ཚོ་ལ་མཚམས་ཚ་ཡིད་སྨོན་སྐྱེ་ཡོང་གི་འདུག་ང་ཚོ་གྲོང་ཁྱེར་ནང་ནས་དངོས་གནས་ཤ་ཞེ་ཡག་པ་ཅིག་དར་མར་ཡག་ག་བཅས་ཟ་ཡག་རག་གི་མི་འདུག་ཁྱེད་ཚོ་མེད་ན་ཚར་ས་རེད། དེ་ཡིན་དུས་ཁྱེད་ཚོ་དངོས་གནས་འབྲོག་པ་ཡིན་ན་འབྲོག་པ་ཡག་པོ་ཅིག་བཟུང་ཤོག་དང་དངོས་གནས་མི་རིགས་ལ་དགོས་ཡག་དེ་ལྟ་དེ་རེད་དེ་འདུག་ངས་ཉི་མ་གཅིག་ལ་ཤེས་རྒྱ་འགོག་ས་ཅིག་ཁྲིད་འོང་ན་ཁྱེད་ཚོའི་རྩ་ལ་ཁྲིད་ཡོང་གི་རེད་མ་གཏོགས་ང་ལ་བསྟན་བྱ་ཅི་གང་ཅིག་མི་འདུག་ང་ཚོ་ལ་དངོས་མང་མར་ཟེར་མཁན་ཅིག་ཡོད་རེད་སྦ་ཟེར་མཁན་ཅིག་ཡོད་རེད་ཟེར་ན་དེ་ཅི་གང་ཕན་ཐོག་གི་མི་འདུག་ཁྱེད་ཚོའི་རྩ་ལ་ཁྲིད་ཡོང་དུས་ད་གཞི་ནས་བཤད་རྒྱུ་འདུག་བྱས་ཙང། ང་ཚོ་གི་རྒྱབ་འདྲ་པ་བསྟན་ས་དེ་ཁྱེད་ཚོ་རེད་བྱས་ཙང་འབྲོག་པ་ཡིན་ན་འབྲོག་པ་ཡག་པོ་གཅིག་བཟུང་ཤོག། དེ་འབྲོག་པ་བྱས་མ་ཐུབ་ན་ནི་དངོས་གནས་འཚོ་བའི་ཁྲོད་ལ་མ་ཡོང་ནས་ལས་ཀ་ལས། དེ་དེང་སང་ང་ཚོ་ལོ་ཆུང་ཆུང་མང་པོ་ཅིག་ཁ་ཤེས་ཡ་དཔེ་དགའ་པོ་ཁ་ཤེས་ཁ་ཤེས་ཡི་གེ་མ་ཤེས་ན་དགའ་སར་བསམ་བསམ་དཔེ་མང་པོ་འདུག་ཨ་ཁ་ད་དེ་ཡི་གེ་འདྲ་ཆགས་གི་ཆོག་གི་འདྲི་ཤིས་ད་དེ་མ་གཏོགས་ལས་ཀ་ནི་ཅི་མ་ལས། ཕམ་པོ་རེད་དེ་ད་ཡི་གེ་མ་ཤེས་ན་དགའ་ས་རེད་གོ་བསམ་བསམ་འདྲ་པོ་འདུག་དེ་ཡིན་ཚ་དུས། ད་མ་དོན་ཤོག་སྤྱི་ཚོགས་ནང་ལ་མ་དོན་ཤོག་ཡང་ན་ཡག་རྒྱུགས་སོ་འབྲོག་པའི་ནང་ལ་ཡག་རྒྱུགས། ཡང་ན་དེ་ནས་སྔོན་ནས་དྲང་གནས་ཀྱི་ཕ་ཐར་པ་ཐོབ་ས་ལ་ཕ་ཤུགས་རྒྱབ། དེ་མ་བྱུང་ན་ནི་ཡང་འབྲོག་པ་རྣམས་ཚད་ལྡན་གྱིས་བཟུང་ཡང་མིན་ན་གྲོང་ཁྱེར་ནང་ལ་ཚུད་ཡོང་ནས་དངོས་གནས་ལས་ཀ་ཅིག་ལས་ཤོག་དང་དེ་ནས་དངོས་གནས་ང་ཚོ་ལ་དགོས་ཡ་དེ་རེད་བསམ་གི་འདུག་ད་དེ་གང་ཡང་མེད་ན་དེ་ནས་ཁ་བཙུམ་ནས་བསྡད་དེ་ན་ཡག་ཤོས་རེད་མི་འཇམ་པོ་གྱི་གཟུ་བསྡད་ཤོག་ཞེ་དྲག་ཞེ་དྲག་བཤད་མ་བསྡད་ད་དེ་མ་ཤེས་ཕྱིར་འགྲོ་ན་མི་ཤེས་ཨ་ད་དེ་ང་རང་གི་བསམ་པ་འདྲ་བ་དེ་དེ་ཡིན། འབྲོག་པ་བསད་དེ་མཐའ་གཅིག་ཏུ། ཡི་གེ་མ་ཤེས་མཁན་འཇོན་ཐང་མེད་མཁན་ནུས་པ་མེད་མཁན་སེམས་ཅན་དང་གཅིག་པུ་གཅིག་རྐྱང་ཡིན་ཡིན་གྱི་རེད་བསམ་པ་འདྲ་བོ་དེ་དང་ང་རང་ཡང་དེ་ཡིན་བསམ་པའི་བསམ་བློ་དེ་ད་དོར་དགོས་ཀྱི་འདུག་ཟེར་ང་ཚོ་ཧྥ་རན་སི་ལ་ཡ་ཧྥ་གོ་ལ་ཡ་ད་ང་སླེབས་མ་སོང་སྟེ་ངའི་རྒན་ལགས་ཅིག་གིས་ང་ལ་དེ་འདྲས་གསུང་གི་འདུག།

ད་དངོས་གནས་ཁྱེད་རང་གི་སྦྱོང་མི་འདུག་གང་ཡིན་ཟེར་ན་ཡི་གེ་སྦྱོང་བཞག་ཁྱེད་རང་གི་ཡིན་ན་ཡང་བསམ་བློ་སྦྱོང་མི་འདུག་ག་སྲིད་ངོ་ཚ་མ་འཛིན་ཟེར། བསམ་བློ་དེ་སྦྱོང་མི་འདུག་དངོས་གནས་མི་རིགས་ཀྱི་ལྟ་བ་རིག་གནས་ཀུན་སྤྱོད་འགྲོ་སྟངས་བསྡད་སྟངས་མ་འོངས་པའི་འཚོ་སྡོད་མཐོ་སྒང་གི་ས་ཆ་ལ་ཡིན་ན་མཐོ་སྒང་གི་མིས་ཀྱི་འཚོ་བ་སྐྱེལ་སྟངས་བསམ་བློ་བཏང་སྟངས་དེ་ཚོ་རྩ་བ་ཉིད་ནས་ཁྱེད་རང་གི་ཧ་གོ་མི་འདུག་དེ་ཚ་དུས་སྐབས་སོགས་ལ་ངས་བལྟས་ན་སློབ་ཆེན་སློབ་མ་ཟེར་ཡ་དེ་འགྲོ་ཚར་དུས་ཙམ་པ་ལ་ཡ་ངས་གལ་ཆེ་ཤོས་དེ། དེས་མཐོ་སྒང་ཡིན་ན་མཐོ་སྒང་ནས་མར་སློབ་ཆེན་ལ་འགྲོ་འཇུག་མི་ཞིག་ཡིན་ན་ཡང་མཐོ་སྒང་ལ་ཚུར་སླེབས་འོང་དུས་མཐོ་སྒང་གི་འཚོ་བ་སྐྱེལ་སྟངས་དེ་ལ་བརྩི་འཇོག་དང་གུས་ཞབས་བཟོ་ནས་གལ་སྲིད་གྲོང་ཁྱེར་ནང་ནས་ལས་ཀ་མ་རག་ན་ཡང་མཐོ་སྒང་ནས་ལས་ཀ་བཟོ་ཆོག་གི་རེད་ཟེར་ཞུ་ཡ་དེ་རེད། ད་ལྟ་ང་ཚོ་སྐད་ཡིག་དང་འདི་ཚོ་རང་གི་བེད་སྤྱོད་བཏང་ཡ་དང་རྒྱལ་ཁབ་ཀྱི་སྲིད་ཇུས་ཡག་པའི་སྒང་ཨ་ནི་ད་ལྟ་ཆོག་མཆན་ཡོད་པའི་སྒང་དུ་བ་ལ་ཡ་ང་ཚོས་ལག་ལེན་བསྟར་མ་ཐུབ་ན་ང་ཚོའི་གྱོང་རེད་འགྲོ་གི་རེད། དེ་ནས་ང་ཚོས་བེད་སྤྱོད་མ་བཏང་ན། གང་འཚམ་བྱས་ནས་སྔོན་མ་དང་པོ་དེ་ལ་ལ་ང་ཚོ་དངུལ་ཁང་གི་ནང་ལོགས་ལ་ཡང་བོད་ཡིག་གི་བེད་སྤྱོད་བཏང་ཡང་ཅིག་བཞག་པར་རྒྱལ་ཁབ་པས་མཐོང་ཆེན་གཟིགས་ཆེན་གནང་ནས། ཡང་བེད་སྤྱོད་བཏང་མཁན་མེད་ནས་ད་དེ་བེད་སྤྱོད་ཀྱི་མིན་འགྲོ་སོང་འཕྲོ་བརླག་རེད་འདུག་འདུག་སེ་མེད་པ་བཟོ་རིགས་རེད་དེ་ང་ཚོས་བེད་སྤྱོད་མ་བཏང་བ་རེད་དེ་ཡིན་ཚ་དུས་ང་ཚོས་ད་ལྟ་ཅིག་རྒྱལ་ཁབ་ཀྱི་སྲིད་ཇུས་དེ་བཟང་པོའི་འོག་ནས་ང་ཚོ་རང་གི་ལྟར་ཆོག་ཡག་གི་ལག་ལེན་དེ། ལྟར་མ་ལྟར་དེ་ང་ཚོར་ཐུག་དེ་ཡོད་པ་ཆགས་དེ་ཡོད་དེ་དུས། དེ་ནས་ངས་ང་རང་བསམ་བློ་བཏང་སྟངས་དེ་ལ། དེ་འདྲའི་ཤི་སྲོག་ག་ལ་ཕར་འགྲོ་འདི་དུས། སྐད་ཡིག་བེད་སྤྱོད་མ་བཏང་མཁན་གཞན་སྐད་བཤད་ཡག་ལ་དགའ་ཤོས་དེ། རྒྱ་ཤ། རྒྱ་ཤུ། བུད་མེད་དེ་ཚོ་རེད་ཟེར་ཞུ་ཡག་ཡིན། བུ་མོ་དེ་ཚོ། བུ་མོ་གཉིས་གསུམ་གྱི་མཉམ་དུ་བསྡད་ཡོད་ན་ཅི་གཏམ་བོད་སྐད་ཧ་ལམ་ཤེས་གི་མ་རེད། སྐྱེས་པ་དེ་ཚོ་དྲག་ག་ད་ལྟའི་ང་རང་ཤོག་ཞེན་རྩ་བ་ཉིད་ནས་ངས་ལོ་མང་པོར་དེའི་སྐོར་ལ་ང་རང་དོ་སྣང་བྱེད་མྱོང་ཡོད། བརྟེན་ཚ་དུས་བོང་མོ་དེ་ཚོ་གི་ད་ལྟའི་ས་བསམ་བློ་བཏང་དགོས་ཀྱི་དེ་གནད་འགག་ཆེན་པོ་རེད་དེ་འདུག་ད་ཨ་མ་ཟེར་དེ་ནང་གི་རྩ་བ་ཆགས་དེ་ཡོད་དེ་དུས་དེ་སྤུ་གུ་དེ་ལ་ཤུགས་རྐྱེན་ཆེ་ཤོས་དེ་ཨ་མ་དེ་གི་སྟེར་བཞག་གི་འདུག་དེ་ཡིན་དུས་དེ་དེ་གནད་འགག་ཆེ་ཤོས་དེ་རེད། གཉིས་པ་དེ་ནི། ང་ཚོ་གི་ད་དེང་སང་ངའི་བཟའ་ཟླ་མོ་རང་སློབ་ཆེན་ཡང་མཐར་ཕྱིན་གྱི་སླེབས་ཡོང་དུས་མོ་རང་གི་ཉི་མ་གཅིག་ལ་ཡི་གེ་གཅིག་བོད་ཡིག་གི་བྲིས་ནས་རྒྱབ་ལ་བཞག་ཡིན།